རི་ཚོགས་སྟོང་གིས་བསྐོར་བའི་རི་བོ་ཆེན་པོ་ཞིག་ཡོད། རི་བོ་དེའི་མདུན་དུ་མཚེའུ་ཆེ་ཆུང་མང་པོ་རིམ་པ་དང་རིམ་པ་བྱས་ནས་འཁྱིལ་འདུག་པ་ནི་མཚན་སྙན་འཛམ་གླིང་ལ་གྲགས་པའི་དོང་རི་གསེར་མཚོ་ཟེར་བ་ཡིན་ནོ། ཤར་རི་དོང་རི་དང་དོང་རི་གསེར་མཚོ་ནི་སི་ཁྲོན་ཞིང་ཆེན་གྱི་གསུང་ཆོས་རྫོང་གི་ཁོངས་སུ་ཡོད། གནམ་གཤིས་ཧ་ཅང་བཟང་བའི་ཉིན་ཞིག་ལ་ང་རང་རླངས་འཁོར་ལ་བསྡད་ནས་ཤར་གཏོང་རར་ཡོང་བ་ཡིན། རི་བོ་དེའི་མདུན་གྱི་ལུང་བའི་ནང་དུ་མཚེའུ་ཆེ་ཆུང་སྣ་ཚོགས་འཐེན་པ་བསྒྲིགས་ནས་ཡོད་པ་དང། མཚེའུའི་ནང་གི་ཆུའི་མདོག་ནི་སེར་པོ་དང་ལྗང་གུ་སྔོན་པོ་དཀར་པོ་སྨུག་པོ་བཅས་ཁ་དོག་སྣ་ལྔ་ལྡན་པའི་མིག་དབང་འཕྲོག་པ་ཞིག་ཡིན། ཚིག་དེ་དག་གི་ངོས་སུ་ཉི་འོད་ལ་རབ་ཏུ་འཁྲིགས་ཚེ། ཁ་དོག་སྣ་ཚོགས་ཀྱི་འོད་ཟེར་ཆེམ་ཆེམ་དུ་འཕྲོ་བའི་ཆ་ནས་གསེར་མཚོ་བཞིན་འབོད་པ་དང། དེ་ནི་དར་རྒྱང་གི་ཐོག་ཏུ་མི་དག་གི་ཐང་མ་གདལ་བ་དང་ཀུན་ནས་མཚུངས། གསེར་མཚོ་ཆེ་བའི་རྒྱ་ཁྱོན་ལ་མུའུ་གཅིག་ཙམ་དང། ཆེས་ཟབ་ཚད་ལ་འདོམས་པ་གང་ཙམ་ལས་མེད། ཆུང་བ་ནི་སྡེར་མ་ཞིག་དང་འདྲ་ལ། ཆེས་ཟབ་ཚད་ལ་སོར་མོ་འགའ་ཙམ་ལས་མེད། ཚེའི་མཐར་གསེར་མདོག་གི་རྡོ་ཐལ་རགས་སུ་ཆགས་ཡོད་པས་དར་མཚོན་སྣ་ལྔའི་སྐ་རགས་རེ་རེ་དང་འདྲའོ། གསེར་མཚོ་ཆེ་ཆུང་སྣ་ཚོགས་ཀྱི་དབྱིབས་ཀྱང་མི་འདྲ་སྟེ། ཀ་བལ་དང་འདྲ་བ། སོར་བ་དང་འདྲ་བ། སྡེར་མ་དང་འདྲ་བ། པད་མ་དང་འདྲ་བ་སོགས་མང་བོ་ཡོད། དེ་བས་ཀྱང་ང་རང་ངོ་མཚར་བ་ནི་གཅན་ཚོགས་སོ་སོའི་ཕུ་ཁྱུ་གཅིག་ཡིན་པ་དང། ཕུ་ཁྱུ་དེ་གཅན་ཚོགས་སོ་སོའི་ནང་དུ་བཞུར་ཚེ། ཁྱུ་ཁ་དོག་གཏན་ནས་མི་གཅིག་པ་དེ་རེད། གཅན་ཚོགས་ཁ་ཤས་ཀྱི་ནང་གི་ཁྱུ་ཁ་དོག་ཀྱང་གཅིག་མིན་ཏེ། གཏིང་རིམ་ནི་དམའ་སྨུག་དང་འོག་རིམ་ནི་སེར་པོ་ཡིན་ལ། གཡོན་གྱི་ཕྱེད་ཙམ་ནི་ནམ་མཁའི་མདོག་ལྟར་སྔོན་པོ་དང། གཡས་ཀྱི་ཕྱེད་ཙམ་ནི་གཡས་ལོ་ལྟར་ལྗང་ཁུ་ཡིན། ཡིན་ནའང་ཚེའི་ནང་གི་ཆུ་བཅུས་མི་བལྟས་ཚེ་སྤྱིར་བཏང་གི་ཆུ་དྭངས་མོ་དང་འདྲ་བར་ཁ་དོག་ཅི་ཡང་མེད། ཆུ་དྭངས་མོ་ཡིན་བཞིན་དུ་ཆུའི་ནང་དུ་ཁ་དོག་མི་གཅིག་པ་མངོན་པའི་རྒྱུ་མཚན་ཅི་ཡིན་ཞེ་ན། དེ་ཡང་ཆུའི་སྐྱབས་སུ་ཟླའི་འགྱུར་བ་གཅིག་ཡོད་ཅིང། ལ་ལ་ནི་ས་འབར་འབུར་དང་འདྲ་བ་དང། ལ་ལ་ནི་གཡང་གཟར་གྱི་རི་རྩེ་དང་འདྲ་བ། ལ་ལ་ནི་ཀེ་རི་གླིང་བའི་མཆོད་རྟེན་དང་འདྲ་བ། ལ་ལ་ནི་ཤི་རིའི་སྡོང་བོ་དང་འདྲ་བ་དེ་རེད། རྡོ་འཛེར་གྱི་ངོས་སུ་དྭངས་བསིལ་གྱི་རྡོ་ཐུལ་རིམ་པ་ཞིག་ཆགས་ཡོད་ལ། དེ་ཡང་ཉི་འོད་ཚོས་ཞབས་ཟིན་བྱས་པ་ན། རྡོ་ཐུལ་ནི་ཐོག་མ་མི་སྙོམས་པའི་འོད་གསལ་འཁྱུག་འཕྲོའི་མེ་ལོང་ཞིག་དང་འདྲ་བར། ཉི་འོད་འཁྱུག་འཕྲོ་བྱས་ནས་ཁ་དོག་མི་གཅིག་པ་སྣ་ཚོགས་མངོན་པ་རེད། གསེར་ཚེའི་མཐའ་སྐོར་གྱི་ཚང་ཚང་དུ་སྐྱེས་པའི་ལྗོན་ཤིང་གི་གྲིབ་གཟུགས་དེ་གསེར་ཚེའི་ནང་དུ་འཆར་བ་ན། གསེར་མཚོ་ལ་སྔར་ལས་ལྷག་པའི་ཁ་དོག་སྣ་ཚོགས་ཀྱི་མཛེས་སྡུག་ཅིག་ཟ་ཡོད། དུང་རི་གསེར་མཚོ་ནི་ཁ་དོག་རྣམ་པར་དགའ་ཞིང་མཛེས་སྡུག་ལྡན་པ་ཞིག་ཡིན་ནོ། ཕོ་མཚན་བཅུ་བདུན་པའི་ཐ་སྙད། མུ། མུ། འདོམ་པ། འདོམ་པ། ཅི། ཅི། སོར་མོ། སོར་མོ། རྡོ་ཐལ། རྡོ་ཐལ། ཕུ་ཆུ། ཕུ་ཆུ། འབར་འབུར། འབར་འབུར། རྩལ། རྩལ།